ཞེ་འགུགས་དེ་འདྲ་ན་ང་ཚོ་སྡེ་ཚན་ཁག་རྣམ་པ་ཚོ་ལ་དུ་ད་མཁས་མདོག་སླད་དུ་རེ་བ་ཨ་ནི་ང་ཚོ་དུ་མགྲོན་ཤོག་སྟབས་བདེ་གཅིག་ཕུལ་ཡོད་ཨ་ནི་ང་ཚོ་དཔལ་སྤུངས་ཤེས་རབ་གླིང་གི་ང་རང་ཚོ་གི་སྡེ་ཚན་དེ་ག་དེ་ད་ཆ་ཆེན་ད་ནང་ཚགས་སོང་ཙང་ཨ་ང་ཚོ་དམིགས་བསལ་སི་ཀའི་མགྲོན་ཤོག་སི་ཀའི་ཕུལ་དགོས་ཡ་ཡོད་མ་རེད་ཨ་ནི་ཚང་མས་མཁྱེན་གྱི་ཡོད་རེད་ཨ་ནི་ད་ད་ནང་བཞིན་གྱི་དང་སྡེ་ཚན་ཚང་མ་ནམ་རྒྱུན་ནམ་རྒྱུན་ནས་ཕྱར་གྲུ་མཉམ་འདེགས་གནང་གི་ཡོད་རེད། དེ་རིང་སྡེ་ཚན་ཁག་གི་དབུ་བླ་རྣམ་པ་ཆ་ཚང་ཕེབས་ཤག་ང་ཚོ་དེ་རིང་ད་སྐུ་མགྲོན་གཙོ་བོ་དེ་ང་ཚོ་གྲུ་བོན་རིན་པོ་ཆེ་བླ་མ་རེད་ན་ཕེབས་རོགས་གྱིས་ད་ང་ཚོ་དེ་གོ་འབྱེད་དེ་དང་བཅས་ནས་འོ་དེ་འདྲ་རེད་ཨ་ནི་དེ་ནས་ང་ཚོ། ང་ཚོས་ད་འབྲེལ་ཐོབ་ཀྱི་ནད་པ་དང་ཤེས་རབ་གླིང་བསྟེན་གཏུགས་གནང་མཁན་གྱི་ཁོང་རྣམ་པ་ཚོ་ལས་ང་ཚོ་དྲ་རྒྱ་ཚོགས་པ་ཅིག་ཡོད་དེའི་ནང་ལ་ཁ་ཚང་བཞི་ནས་ཕར་གསལ་བསྒྲགས་ཅིག་ཕུལ། དགེ་སེར་རྣམ་པ་ཚོ་ཕེབས་ན་ཕེབས་ཨ་ནི་དེ་མེད་ན་ད་ང་ཚོ་སྨན་བཅོས་རྩིས་གཞི་དེ་ཉིན་གུང་རྒྱབ་ནས་དབུ་འཛུགས་ཞུ་གི་ཡིན་ཞུ་བཞག་ཡིན་རུང་ཨ་ནི་ཡིན་ན་ཡང་ད་ཁོང་རྣམ་པ་ཚོ་ཕེབས་ཞག་ཐུགས་ཆེ་གནང་ཞུ་ཡ་ཡིན། དེ་རྗེས་ད་ངས་ད་ངོ་སྤྲོད་མདོར་བསྡུས་ཀྱིས་ཞུས་ན། ད་ང་ཚོས་ལོ་མང་པོ་ཅིག་སྔོན་ནས་ང་ཚོས་དཔལ་སྤུངས་གདན་ས་ལ་ད་སྨན་ཁང་ཡོད་རེད་དཔྱད་བརྗོད་ཁང་ཡོད་རེད་ད་ང་ཚོ་ཐག་རིང་སོས་རབས་བྱས་ནས་ལྷོ་ཕྱོགས་བལ་ཀོ་བི་ནས་ཡོད་རེད་ཕྱི་རྒྱལ་དུ་བ་ནས་ཕེབས་ཀྱི་ཡོད་རེད་ལ་དྭགས་ཁུ་ནུ་ཨ་རུ་ན་ཅལ་ད་ཅུན་ད་ར་ད་བི་རི་ཡ་ཡན་ཚང་མ་ལ་ཡོད་རེད་ད། འདི་འདྲ་བྱས་ནས་ནད་པ་དེ་གའི་དེ་ལ་ད་སྨན་བཅུ་དགུ་མ་ཡིན་པ་རེད་བ། དཔྱད་བཅས་བཅོས་ཀྱི་ལམ་ནས་དང། དུག་དང་ལུམས་དང་བྱུག་པ་དང་སྐུ་ཉིད་དང་རུ་བ་གཏར་དང་བསྲེག་དང་ཟས་དུག་གི་ཐོག་ནས་ཀྱི་སྨན་བཅོས་ང་ཚོ་འགོ་འཛུགས་ཞུས་ཡོད་རེད་ཕ་གས་ཀྱི་གམ་གང་ཙམ་ཅིག་ད་ཡིན་ན་ཡང། ཐག་རིང་པོ་ར་བ་ཆགས་བསྡད་འདུག་བ་ཁུ་བསྐྱོར་ར་བ་བྱས། ཨ་ནི་ཕ་གས་དཀའ་ངལ་དཔེ་འདུག་ནད་པ་གི་མང་པོ་ང་རང་སྒེར་ལས་དུ་གསུང་གི་འདུག་བླ་བྲང་ཕྱག་མཛོད་ཆེན་མོ་ལས་ཞུས་ཤག་ད་དེ་འདྲས་ཀྱི་བཅས་བཅོས་དེ་ལྟ་ལྷག་པར་དུ་བིར་གཡས་གཡོན་དང་ཞུ་གཉེར་དུ་ཚུ་རྒྱལ་འགོག་མང་པོ་ཅིག་ད་ཕ་ཡོང་དགོས་རུ་བ། དཀའ་སླད་དུ་ད་ང་ང་ཚོ་མང་པོ་མཐོང་བསྡད་རེད། ད་ཁོང་རྣམ་པ་ཚོ་འདི་གའི་སྡེ་ཚན་གཟིགས་ཞིབ་གནང་གི་ཡོད་རེད་བ། ང་ཚོའི་ནད་པ་ཐུག་དུས་ག་ལ་རྒྱན་འགོག་མང་པོ་ན་ཚ་དཔེ་དངོས་གནས་སྨན་བཅོས་བསྟེན་དགོས་ངེས་དཔྱད་བཅོས་རིགས་བསྟེན་དགོས་ངེས་དེ་འདྲས་འདུག་ཨ་ནི་ཡིན་ན་ཡང་དཀའ་ངལ་ག་འཕྲད་ཀྱི་འདུག་ཟེར་ན་ལངྒ་ལ་མོ་ཏྲ་ཡོད་རེད་བ། ད་དྲེག་སེ་ད་དུས་ཚོད་ཀྱི་དཔེ་ག་ལ་འཕྲད་ཀྱི་འདུག་ཟེར་གྱི་འདུག་བིར་གྱི་དུས་ཚོད་ཡང་འགྲོ་གི་མི་འདུག་གཞན་དག་ད་ཕ་གའི་སྐར་མ་ལྔ་དྲུག་ཅིག་དུས་ཚོད་འགྱངས་ནས་ཡང། སྐད་བརྒྱབ་ནས་དེ་ནི་དཀའ་ལས་དཔེ་འཕྲད་ཀྱི་འདུག་ཟེར་གྱི་འདུག་གཅིག་དེ་རེད་གཉིས་ནས་ད་རྒན་འཁོགས་མང་པོ་ལ་རོགས་པ་དགོས་ཀྱི་རེད་ད་ཡང་མེད་ཅིག་མེད་ན་ཡོང་གི་མ་རེད་འོ་དེ་བྱེད་དགོས་རེད་ཨ་ནི་དཔྱད་བརྗོད་བསྟན་ཡས་དེ་ཐེངས་མ་གཅིག་བརྩིས་གཉིས་བརྩིས་ཀྱི་ཡོང་གི་ཡོད་མ་རེད་རེད་བ། ཨ་ནི་ཡང་ཉུང་མཐའ་ལས་ཐེངས་མ་གསུམ་བརྩིས་བརྗེས་ཀྱི་བལ་བཏུས་ནས་དཔྱད་བརྗོད་བསྟན་ཡས་དང་ཨ་ནི་ན་ཚ་སྙིང་པོ་ཤ་སྟག་ཤུགས་ཆེ་ཡིན་དུས་ཨ་ནི་དུས་འདྲ་བ་བཏོན་རེད་བ། ཨ་ནི་ཞག་མ་ཉི་ཤུ་རྩ་གྲངས་དང་ཟླ་བ་དེ་གཉིས་དེ་འདྲས་ཡོད་རེད་དཔྱད་བརྗོད་བསྟན་ནས། རེད་བ། དེ་ཡིན་དུས་ག་ལ། འདི་ཚོ་ལས་དཀའ་ངལ་ཅི་རེད་ཤག་ད། དེ་འདྲ་ཡིན་དུས། དང་པོ་སྟབས་བདེའི་རབས་སམ་ད་ཡིན་ང་ཚོ། རེད་བ། ཟུར་དུ་བ་སྟབས་བདེའི་རབས་ཅིག་ད་ཁང་ལ་སྤྲེལ་ཡ་ད་ག་རེ་ཐོག་ནས་དཀའ་ངལ་ཡོད་རེད་བ། རྗེས་ལ་སྟབས་ལེགས་རབས་ཅིག་ལ་ད་ད་ལྟ་དེ། ཁང་ད་ཁང་པ་དེ་ད་ང་ཚོ་ལ་ད་ཁང་ལ། ད་ཁོ་རང་གི་གཞི་རྩའི་སྤྱད་ན་ད་ཁང་ལ་ཁེ་པོ་རེད་ང་ཚོ་ལ་ད། གཡར་པོ་གནང་ད་གཙོ་བོ་ནི་ཁོ་རང་ཆོད་སེམས་ཀྱི་གོམ་པ་སོང་ཙང། ད་གཅིག་བྱས་གཉིས་ནས་ང་ཚོའི་གི་ལས་ཀ་དེ་ནི། ཚོང་དང་ཁེ་ལས་དེ་འདྲ་གཙོ་བོ་མ་རེད་ད་གཙོ་བོ་ནེ་པ་ལ་སྨན་བཅོས་ཀྱི་ཆེད་དུ་ཡིན་དུས་ཨང་ཁོ་རང་གི་ཡང་ལྟས་ད་དགོངས་བཞེས་གནང་བྱས་ཨང། གང་ལྟར་ཕྱོགས་གཉིས་ཀར་ཕན་ཐོག་ཡོད་པ་རོགས་བྱས་ཨང་དེ་ཁང་པ་དེ་གླ་རེད་ད། ཁང་པ་གླ་དུས་ཁང་པ་གཞི་རྩའི་སྒྲིག་སྲིད་རེད་ལབ་ན། ཁང་པ་དེ་སྒོ་ར་གཅིག་རེད་འདུག་ཨང་སྟབས་བདེ་པོ་རྒྱུན་མི་འདུག་ཨང་དེ་བྱས་ནས་ད། ང་ཚོ་ཡོང་ལྟ་ཡིན་ད་ལྟ་ནི་ཨང་ད་ང་ཚོ་ད། ཆ་ཚང་རབ་བྱེད་དང་ཆ་ཚང་པོ་རབ་བྱེད་ན་སེ་ན་ཁང་པ་ཆ་ཚང་བརླག། དེའི་ནང་ལ་ད་སྨན་བཅོས་ཀྱི་ཡོད་རྒྱུ་ཕལ་ཆེར་རབ་བཟོ་བྱེད་བྱས་རེད་ཡིན་ནའི་ད་དངོས་གནས་རབ་བྱེད་ན་ད་ཅིག་ཆ་རྐྱེན་ཆ་ཚང་ཚང་གི་ཡོད་མ་རེད་ད་ང་ཚོ་འདི་ལ་ཆུ་ལུམ་གྱི་བཙུགས་ཐུབ་ཀྱི་ཡོད་མ་རེད་བ། འོ་དེ་འདྲའི་ཚེ་ད་གང་ལྟར་དཔལ་སྤུངས་ཤེས་རབ་གླིང་ལ་དེ་སྔ་ང་ཚོའི་གི་ལག་ལེན་ག་རེ་ཅིག་ཡོད་པ་ནང་བཞིན་ཅིག་ཅིག་པ་ཅིག་རྐྱང་ཅིག་ད་དེ་ལ་བཙུགས་ཐུབ་པ་རབ་བྱུང་སོང་ཞུས་ཡ་ནི་རེད་བ། ཨ་ནི་ད་གཙོད་ཐུབ་པ་རེད་གཙོད་ཐུབ་ཡོད་འདུག་ཙམ་པ་ད་དེ་གས་དེ་གཙོ་བོ་ནི་ནད་པ་རྣམས་ཀྱི་རེ་སྒུལ་རེད་ད་ནད་པ་གི་རེ་སྒུལ་བྱས་ནས་ང་ཚོ་སྨན་ཁང་ཁག Arunachal། Kulu། Khunu། ད་དེ་གས་དེ་ལ་དཔལ་སྤུངས་ཤེས་རབ་གླིང་གི་ཡན་ལག་སྨན་ཁང་ཡོད་རེད་གོམ་པ་ཁག་ནང་དུག་སེལ་སྨན་བཅོས་བྱེད་དུག་ནད་དེ་གས་ཡང་ཚང་མ་གཙོ་བོ་མི་མང་གི་ཚོའུ་རེ་སྒུལ་ཞུས་ནས་དུག་གནང་ཐེབས་པ་རེད་ད་ད་དེང་སང་དུས་ཚོད་ལ་ཡང་ང་ཚོ་གིས་གཅིག་ཐུབ་ནས་གཅིག་བྱེད་ཀྱི་ཡིན་ཟེར་ཆོ་ལོ་དོན་འགྲོ་ཡིན་ན་ཡང་སྟེ། ལྟ་སྟངས་རེ་ག་རེ་ནས་བལྟས་ཚེ་གཅིག་འདུག་བ། དེ་ཡིན་དུས་མི་མང་གིས་ཚུར་རེ་སྐུལ་ཞུས་ཡོང་དུས་ཙམ་པ་ལ་ཨ་ནི་ཡུལ་ཡུལ་གྱི་གཅིག་གི། ཚང་མས་ཀྱི་ལྟ་སྟངས་ཡང་མ་འདྲ་ཡོད་རེད་ཁོ་རང་ལ་ཁོ་རང་ཚོས་ཆོག་མཆན་སྤྲད་དགོས་ཡ་མཐུན་རྐྱེན་སྤྲད་དགོས་ཡ་ཁོ་ཚོ་གི་ཡང་གང་ལ་གང་ཚོ་རོགས་རམ་དུ་གནང་བསྡད་ཀྱི་འདུག་རེད་བ། འོ་དེ་འདྲས་སུ་ཡོད་རེད་ཟེར་ཟླ་དེ་ང་ཚོ་མཁྱེན་དགོས་ཀྱི་རེད་བ། དཔལ་སྤུངས་ཤེས་རབ་གླིང་འདི། ཕ་གི་གཅིག་གི་གོམ་པ། སྒྲ་ཚང་གཅིག་གི་ངོ་བོ་གཅིག་པོ་མ་རེད། བོད་ཀྱི་རིགས་རིག་པའི་གནས་ཆ་ཚང་ལ་སློབ་གཉེར་བྱེད་སྲོལ་ཡོད་པ། ལག་ལེན་བྱེད་སྲོལ་ཡོད་པ། སི་ཏུ་ཆོས་ཀྱི་འབྱུང་གནས་ཀྱི་གནས་བཅས་ནི་མ་ད་གང་ཡོད་པ་དེ། ད་བོད་གངས་ཅན་ལྗོངས་ལ་ད་རྦད་དེ་བཀའ་དྲིན་ཆེན་པོ་ཞེ་བོ་ཅིག་རེད། དེ་ཡིན་ཙང་ད་ད་ལྟའི་གི་རིན་པོ་ཆེ་གི་དེ་གའི་ཆ་ཚང་གཅིག། གདན་ས་དཔལ་སྤུངས་ཤེས་རབ་གླིང་ལ་དུག་གསུམ་གནང་བསྡད་ཡོད་རེད། ད་གནང་བསྡད་པ་དེ་ལ། ད་བཀའ་དྲིན་དེ་གས་འདི་ལ་ང་ཚོས་གི་ངོས་ནས་གང་ཐུབ་ཐུབ་ཆེ་ཕྲུག་མཉམ་བསྡེབས་ཞུ་དགོས་གི་ཡོད་རེད་དེ་འདི་ང་ཚོས་ད་ང་ཚོ་ཚང་མས་གནང་དེ་གི་ཡོད་རེད་བ་ད་ད་ལྟ་ང་ཚོ་དཔལ་སྤུངས་གསོ་རིག་གི་མཐོ་སློབ་ཡོད་རེད་བ་ད་སྨན་དེ་རྩིས་རིག་གནས་གི་མཐོ་སློབ་ཅིག་ཡོད་རེད་ཨ་ནི་ངས་ནམ་རྒྱུན་ཞུ་གི་ཡོད་ང་ཚོ་དེ་ནས་ཕ་གཟིགས་སྐོར་ཕན་ཉེ་དུ་ཚོས་ཤེས་རབ་གླིང་ལ་ཕེབས་དུས་ཙམ་པར་དགོངས་པ་ལ་གཟིགས་བཅས་ནས་འདི་མ་བལྟས་ཨ་ཁ་ཚོན་ད་འདི་འཕྲོད་བསྟེན་གི་རྒན་ཁོག་དུ་ཚོས་ཕ་གའི་གཟིགས་སྐོར་ལ་ཕེབས་ཤག་ཨ་ཉེ་ཁྱོད་ཚོ་གཟིགས་སྐོར་ཕེབས་འདུག་བ་དགོན་པ་ལ་ནས་ཅིག་ཡོད་བས་ལ་འདྲེ་ཤེས་ཀྱང་ཉིད་དེ་འདྲི་ན་དེ་བྱེད་སོང་ངས་ཞུས། ཨ་གས་སྨྲས་སོ་ང་ཚོ་དེ་འདྲི་ས་བདག་ཉིད་ཡོང་ཡིན་ཟིག་འདུག་དེ་འདྲི་མ་རེད་ཞུས་ཉེས། ཁྱེད་ཚོས་དགོན་པ་ལ་ཅིག་གཟིགས་སྐོར་ཡོང་གི་ཡོད་ཟེར་ཅིག་ཕ་ད་ལན་རྒྱབ། ང་ཚོ་ལ་ཅིག་ངོ་སྤྲོད་འདྲེ་ཤེས་ཀྱང་ཉིད་དེ་བཏང་རོགས་ཅིག་ཞུས་པ་ཡིན་ན་ཆ་ཚང་ཡོད་རེད་ཟེར་བས། ཨ་ནི་དེ་ཤེས་རབ་གླིང་འཁོར་རིག་གནས་ཀྱི་ཚན་པ་ཅིག་ཡིན་དུས་བརྩམས་པ་ལ། ད་སྨན་གྱི་དང་འབྲེལ་བའི་སྐོར་རྩིས་ཀྱི་དང་འབྲེལ་བའི་སྐོར་གྱི་སྡེ་ཚན་འདི་འདྲའི་སྨན་སྦྱོར་གྱི་སྨན་བཟོ་སའི་ཚན་པ་དང་འགྲེམས་སྟོན་བྱེད་སའི་དང། ད་ག་ནང་བཞིན་གྱི་ད་ལྡུམ་ར་དང་སྨན་སྨན་རྒྱུ་ལྟ་ཡག་གི་རུ་བ་ལྡུམ་ར་དང་ཆ་ཚང་ཡོད་རུ་བ། ཨ་ནི་ལྷག་པར་དུ་གདན་སའི་གི་ད་ཅིག་གྲྭ་ཚང་ནང་ལ་ཡིན་པ་ཡིན།

ད་ང་རང་ཚོ་ཚེ་འདི་བཞིན་སྙིང་ག་ལ་ཕན་ཐོགས་ཡོང་བསྡད་ཅིག་གི་གནས་ཚུལ་ཅིག་རེད། དེ་དོན་དུ། ཀྲུའུ་རི་སི་རབ་ཅིག་མེན་པོ་ཆེ་དེ་འདྲའི་རབ་ཅིག་བསམས་སོ་ད་ངས་དེ་ཞོར་འཕྲུལ་རབ་ཅིག་ཡིན་ད། ད་ང་ཞུ་དགོས་ཡ་དེ་ད་དེ་རིང་གི་གནས་ཚུལ་དེ་རེད། བྱས་ཙང་ད་ང་ཚོས་དཔྱད་བརྗོད་དེ་དབུ་འབྱེད་བྱས་ད་དཔྱད་བརྗོད་ཀྱི་ནང་ལ། ང་ཚོའི་གསལ་བསྒྲགས་ནང་ལས་བཀོད་བཞག་ཡོད་རོ། དཔྱད་བརྗོད་ཀྱི་རྣམ་གྲངས་མང་པོ་ཅིག་ཡོད་བསྡད་པ་རེད་དེ་ངས་དེ་ལ་དེ་རིང་དེ་ད་ང་མང་པོ་བྱེད་ཐུབ་མ་སོང། ངས་སྟབས་བདེ་སྤྱད་ནས་དཔྱད་བརྗོད་ཀྱི་ཟིན་ཐོ་བྱུས་ཡོད། མི་ནུབ་རོ་བ་ད་ང་ཚོ་ཟ་ཁང་དུ་ཟིན་ན་འགྲོ་ན། མི་ནུབ་སྤྲེལ་གྱི་དོ་ཟེ་ཐུ་རབས་ཅིག་ག་རེ་ག་རེ་ཡོད་རེད་དེ་གཅིག་དེ་ཟོས་ཟོས་ཤ་ཡོད་ཨ་ནི། ཟིག་ན་ཡང་པར་བསྐྱོན་ནས་འགྲིག་གི་རེད་རོ་བ་གནས་སྐབས་ཅིག་ད་ང་ཚོ་གཏན་འཇགས་རེད་དེ་པེ་ཏན་གྱི་རང་ད་ཆགས་མ་སོང། ད་བྲེ་ལ་བྱས་ནས་བྱས་རོ་བ། ཡིན་ན་ཡང་ད་གཞི་རྩ་ད་ག་རང་རེད་ཡིན། ཨ་དེའི་ནང་ལ་དཔྱད་བརྗོད་རྣམ་གྲངས་ག་རེ་ག་རེ་ག་རེ་ཡོད་པ་དེ་ག་དེ་རེད། ཡིན་ནའི་དངོས་གནས་བྱས་ན་ད་རྣམ་གྲངས་ག་རེ་དེ་ནད་གཞི་ག་རེ་ལ་ད་ལག་ལེན་བྱེད་དགོས་ཀྱི་ཡོད་རེད་དེ་གས་ཚང་མ་ཅིག་བཏོན་དགོས་ཀྱི་ཡོད་རེད་ཡིན་ནའི་དེ་བཏོན་གྱི་བསྡད་པ་ཡིན་ན་བེད་རྒྱལ་བ་རྒྱལ་པོ་ཆགས། ད་ང་ཚོ་དཔལ་ནི་ལུམས་བྱེད་ཀྱི་ཡིན་ལབ་རོགས་ང་ཚོ། ད་སྤྱིར་བཏང་སྤྱི་ཚོགས་ནང་ལ་དོ་སྣང་ཡོད་ན་ལུམས་སེང་གེ་དེ་ག་རེའི་ཆེད་དུ་བྱེད་དགོས་རེད་ཟེར་ནས་ཕལ་ཆེར་གྱི་ཧ་གོ་བསྡད་ཡོད་རེད་དེ། ཡིན་ནའི་ད་ལུམས་ལ་དབྱེ་བ་ག་ཚད་ཡོད་རེད་ཟེར་བ། ད་ཆུ་ལུམས། བཅིངས་ལུམས་བརླང་ལུམས། འགྲོ་བ་ལྟ་གཙོ་བོའི་སྡེ་ཚན་གསུམ་རབ་ཅིག་ཡོད་རེད་བ། ད་དེའི་ནང་ལས་ནང་སེལ་ཡོད་བ་ག་རེ་ཡོད་རེད་ཟེར་ཡ་འདྲ་བ་དེ་འདྲ་ཡོད་རེད། ད་ནང་བཞིན་གྱི་དུག་གི་དཔྱད་བྱེད་ཀྱི་ཡིན་སྲིད་ནས། དུག་གི་དཔྱད་དེ། ནང་ལ་ཡང་སྡེ་ཚན་མང་པོ་ཡོད་རེད། སྨན་རིགས་འདྲ་མ་འདྲ་གི་དུག་བྱེད་སྟངས་གཅིག་ལུས་ནད་གཞི་མ་འདྲ་བ་མ་འདྲ་བ་རྐྱེན་གྱི་བྱེད་སྟངས་རིགས་དེ་འདྲ་ཡོད་རེད། ཨ་འཇུག་པ་རིགས་ལ་མང་པོ་ཡོད་རེད། བྱས་ཙང་ད་ངས་ང་ཚོས་ཀྱི་དེ་སྔ་དཔལ་སྤུངས་ཤེས་རབ་གླིང་ལག་ལེན་བྱས་པའི་ཉམས་མྱོང་གི་ཐོག་ནས་ནེ་པ་ལ་ཕན་ཐོག་ག་ཚད་བྱུང་ཡོང་གི་འདུག་སྨན་གཞུང་ནང་ལ་ག་རེ་ཡོད་པ་དེ་གས་དེ་དེ་ད་ག་རེ་ཅིག་ལག་ལེན་ཆ་ཚང་ཅིག་ཐུབ་ཡ་ཡོད་མ་རེད། དེ་འདི་ཙམ་པ་དེ་འདྲའི་གི་ཆེད་དུ་ཨ་ནི་དེ་ལ་ཐོ་ཅིག་བཟོས་བཞག་ཡོད་རེད་བ་ཨ་ནི་དེའི་ནང་ལ་གཟིགས་རོགས་གནང་ཆ་ཚང་དེའི་ནང་ལ་ཡོད་ཨ་ནི་དེ་མ་ཟད་དེའི་ནང་ལ་ད་དེ་རིགས་ཁེ་སང་ཏེ་དེ་གསལ་པོ་བཟོ་དགོས་འདུག་བ་ཅེས་ཡོན་ནི་ལབ་རོགས་ད་ང་ཚོ་རིན་པ་ད free ནི་ཡོང་ཡ་ཡོད་མ་རེད་ད་མཐུན་རྐྱེན་མང་པོ་འགྲོ་སོང་གཏང་དགོས་ཀྱི་ཡོད་རེད་བས་དེ་ཡིན་དུས་ག་ལ་ཁོ་བཅས་སྨན་བཅས་ཀྱི་རིན་པ་ཅིག་གླེང་དགོས་ཀྱི་ཡོད་རེད་ད་དེང་སང་སྨན་རབ་ཚོན་པོ་ཡིན་ན་ད་བོད་སྨན་ད་ད་ཐོབ་ཡ་ཨ་ཡིན་ན་ཟས་ཀྱི་དུས་ཚོད་སླེ་ཞག་གར་ཅན་ལ་ནི་སྨན་རྒྱུ་དུས་ཚོད་དཔེ་དམ་པོ་བཅད་ནས་ཀོ་ཁ་བྲོ་སི་མེད་པ་ཆགས་བསྡད་ཡོད་རེད་ད་གཅིག་གིས། གཏོང་གཉེར་དུ་ཚོད་ཀྱིས་ཁོ་ཚོ་ལྐོག་ལ་བྱེད་དགོས་དུས་དགོངས་ཞུ་དཔར་ཤག་རེད་ད། ཨ་མ་ད་དེ་ཅི་སྟེ་བསམ་བློ་བཏང་དུས་ཚོད་པ་ལ་ཁོ་རང་ཀི་ལོ་ལ་ཁོ་རང་གི་ཁྲི་ཁྲི་དེ་འདྲའི་ཁྱེར་ཤི་ལ་ཡོད་རེད་དེ་གར་བྱེད་དགོས་རེད་དེ་སྨན་བཟོས་ནས་དེ་སྨན་མེད་སྨན་དགོངས་མ་པ་ན་ནི་ཨ་ནི་སྨན་རྒྱུ་ལ་དགོངས་ཐོབ་ཀྱི་ཡོད་མ་རེད་བ་ད་དེ་འདྲའི་གི་དཀའ་ངལ་འདུག་ད་དེ་འཕྲད་སྲིད་པ་རེད། དེ་འདྲས་བྱས་ནས་ང་ཚོས་སྨན་རྒྱུ་སོ་སོས་འདེབས་འཛུགས་བྱེད་ཡས་ཀྱི་ཡོད་རེད་བ་དེའི་ལས་གཞི་དེ་ང་ཚོ་ཤེས་རབ་གླིང་སྔ་མ་ནས་ད་འགོ་བཙུགས་ཡོད་རེད་དང་པོ་ང་ཚོ་སློབ་མ་རྣམ་པ་ཚོ་ལ་སྨན་ངོ་སྤྲོད་བྱེད་ཡག་གི་ཆེད་དུ་རྩི་ཤིང་འདི་གས་དེ་ངོ་སྤྲོད་བྱེད་ཡག་གི་ཆེད་དུ་དེབ་ཚུགས་བྱས་ནས་དུམ་ར་བཟོས་ནས་དུམ་རའི་ནང་ལ་རྟ་ཡག་ཡོད་ཐེ་བ་ཆ་ཚང་ཡོད་རེད། དེ་ཡིན་དུས་ཀ་ལ་ད་ད་ལྟ་སྨན་རྒྱུ་ཐོན་སྐྱེད་ཀྱི་ཆེད་དུ་ཡང་དུམ་ར་བཟོས་ནས་སྨན་རྒྱུ་དེབ་ཚུགས་བྱེད་དགོས་རེད། ད་དེ་དེ་འདྲས་སུ་མ་བྱེད་རང་བྱེད་རབ་བྱེད་ཡིན་ས་རེད་ད་དེ་དེང་སང་དུས་ཚོད་ལ་ཁོར་ཡུག་ལྷག་པར་དུ་ང་ཚོ་གཞན་དབང་སྟབས་བསྟུན་གྱི་རྒྱ་གར་ནང་ལ་ཡོད་དུས་ཀ་ལ་ད་རྒྱ་གར་གྱི་ཡུལ་ཁྲིམས་དང་བསྟུན་དགོས་དུས་ཙམ་བ་དཔེ་ཀ་ལས་འདུག་ད་སྨན་རྩིས་ཁང་ལས་ད་ག་ནང་བཞིན་ཡོད་རེད། ད་ང་ཚོ་ད་ཚོགས་པ་ཆུང་ཆུང་ཅིག་རེད་རེད་བ། འོ་དེ་འདྲ་རེད་ད་ང་ཚོས་སོ་སོས་སོ་སོའི་གི་གནས་སྟངས་སློབ་པའི་གོང་བུ་རྒྱག་དགོས་རེད་བ། དེ་རེད་དེ་ང་ཚོས་གི་སློབ་སྦྱོང་བྱེད་ཡ་ད་ག་རེ་ཡིན་ནའི། ང་ཚོ་གོམ་པ་ཆུང་ཆུང་ཅིག་ནང་བསྡད་བསྡད་ཡ་དེ་རྩ་བ་ཉིད་ནས་མ་རེད་སྤྱི་ཚོགས་ཐོག་ལ་ག་རེ་ཕན་ཐོགས་ཐུབ་ནའི་བསམ་པའི་གི་དམིགས་ཡུལ་ད་ག་རང་རེད་རིན་པོ་ཆེ་དགོངས་གཞི་ད་ག་རང་རེད་ང་ཚོས་གི་ད་ག་འབད་བརྩོན་བྱེད་གི་ཡོད། སྔ་མ་ད་ལྟ་ཀོ་བིད་ན་ཚ་དེ་སླེབས་དུས། དངོས་གནས་ང་ཚོ་ཤེས་རབ་གླིང་གི་ཅིག་སྲུང་སྐྱོབ་བྱས་ཏེ་ང་རང་ཚོ་ང་རང་ཚོ་བྱས་ནས་ཅུ་ཧྲི་རི་དེ་ཡར་ཆོས་ལོ་ལ་ཅིག་ཅི་ག་བྲོ་ཡ་ལ་ང་ཚོ་ནུས་པ་ད་ཡོར་ད། ང་ཚོའི་སློབ་ཕྲུག་དུ་ཚོད་ཀྱི་དང་བླང་བྱས་ནས་ད་ང་ཚོ་ཆོས་ལོ་ལ་དོན་ནས་ཅིག་བྱེད་དགོས་མེད་འགྲོ། ང་ཚོའི་གཡས་གཡོན་ལ་ནད་པ་མང་པོ་ཡོད་རེད་རྒྱ་གར་ཡོད་མི་ཡོད་རེད་ང་རང་ཚོ་ཡོད་རེད་འདི་འདྲ་ལབ་ཀྱི་འདུག་དེ་ཁྲིམས་ཁོ་རང་ནང་ལ་ཡོད་མ་རེད། ང་ཚོ་འགྲོ་གི་ཡིན་ལབ་ན་རུ་བ་དེ་ཡིན་དུས་སྐབས་གནས་སྐབས་ཀྱི་དེ་འདྲའི་མ་བདེ་རང་བདེ་རུ་འཆར་བར་བ། ཡིན་ནའང་ངས་ཁ་ཚང་ད་ལྟ་བོད་མིའི་གི་སྒྲིག་འཛུགས་ཀྱི་ཀོ་བིད་ཀྱི་ད་ལྟ་ཁོང་ཚོ་ཚ་དྲག་ཚོགས་ཆུང་ཅིག་སླེབས་སོང་བ་ལ་དེ་དུས་ཞུས་ཡིན་རུང་བ་ང་ཚོ་དཔེ་བོང་ཤེས་རབ་གླིང་ལ་ལམ་སྟོན་ཅིག་དགོས་གལ་མི་འདུག། དེ་ཡི་གི་དཔེ། དེ་དུས་སྐབས་ལ་གནས་ཚུལ་དེ་གང་ཡང་བྱུང་ཡོང་མར་བ། བོད་མིའི་སྤྱི་ཚོགས་ཀྱི་ནང་ལ་ད་ཚོགས་པ་སྡེ་ཚན་དུ་ཅིག་ནང་ལ་དམིགས་དཔེ་ལྟ་ས་ཅིག་རེད་བཞག་སྲིད་ཀྱི་འདུག་ང་ཚོ་ཁྱོད་ཚོ་ལམ་སྟོན་དེ་འདྲ་གས་ཞུ་དགོས་མི་འདུག་དེ་ནི། ཁྱེད་ཚོའི་སྔོན་ནས་ང་ཚོ་ལ་རེ་སྐུལ་ག་རེ་ཡོད་ནས་དེ་ཞུས་གནང་ན་འགྲིག་གི་རེད་ཟེར་དེ་དུས་ངས་ཞུས་ཡིན། ང་ཚོ་དེ་འདྲས་བསྡད་པ་རེད། ང་ཚོས་དེ་འདྲས་བྱས་ནས་སྲུང་སྐྱོབ་བྱས་ཏེ་གར་མཆན་བཅད་པ་རེད་ཟེར་ན་གཙོ་བོ་ང་ཚོའི་རིག་གཞུང་ལ་བལྟས་ནས། སྨན། རྩིས། ཆོས་གསུམ་ལ་བལྟས་ནས་ང་ཚོས་གི་ནད་གཞི་སྲུང་སྐྱོབ། ང་ཚོའི་འཕྲོད་བསྟེན་ཁོར་ཡུག་དང་བཅས་པ་སྲུང་སྐྱོབ་གར་བྱེད་ཀྱི་ཡིན་པ་དེ་ག་ཚང་མ་ལག་ལེན་བྱས་ཡོད་ན་མ་མེད་ན་མ་གཏོགས་ཡོད་ཚད་བྱས་ནས་བསྡད་པ་རེད། དེ་ནི་ང་ཚོ་ཆོས་ལོག་ལས་ང་ཚོའི་རྩ་བསམ་བློ་འཁོར་གྱི་ཡོད་རེད་དེ། ཨ་དེ་དུས་སྐབས་ལ་གནས་སྟངས་དེ་འདྲ་བྱུང་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གལ་སྲིད་དེ་འདྲའི་ཅིག་ད་བོད་མི་སྤྱི་ཁོར་ཡུག་ནང་ལ་བོད་མིའི་སྒྲིག་འཛུགས་ཀྱི། འདིར་བ་དབང་རྩར་བ། ལག་ལེན་བཟོས་པ་ཡིན་ན་ང་ཚོ་མཉམ་ཞུགས་བྱེད་འདོད་ཡོད་ཞུས་ཡིན་ད། གསལ་པོ་ཞུས་ཡིན་ད་དེ་ཁོ་རང་ཚོ་ལར་བ། གང་ཡིན་ཟེར་ན་ཁོ་ཚོས་ང་ཚོ་དེ་ཅིག་ཅི་ཞིག་ཅིག་གོམ་པ་ཅིག་གྱེར་པ་ཅིག་དེ་འདྲའི་ཅིག་ལ་ཟུར་ར་བཅུ་བཞག་པ་ཡིན་ན་ནི་ཁ་ཁར་བ། ང་ཚོའི་སེམས་ཤུགས་དེ་ག་ཡིན་ཟེར་ན་ང་ཚོས་ཆོས་དེ་སེམས་ཅན་ཐམས་ཅད་ལབ་གི་ཡོད་རེད་ན་ང་ཚོས་མི་རིགས་གཅིག་དང་ང་ཚོའི་སྤྱི་ཚོགས་གཅིག་ལ་ཞབས་ཞུ་ཞིག་མ་ཐོན་ན་དེ་བྱས་ཡག་གལ་ཡོག་མར་བ། འོ་དེ་འདྲའི་རབ་བྱུང་རེད་ཤག། ཨ་དེ་འདྲའི་བྱས་ནས་ཨ། སྨན་གྱི་གནས་ཚུལ་དེ་འདྲའི་རེད་དེ་དཔྱད་ཀྱི་རིགས་དུ་ཚུད་ན་ད་ང་ཚོ། སྤྱད་ཡོན་དེ་ང་ཚོ་ད་ལྟ་རིམ་པ་གཉིས་བཟོས་བཞག་ཡོད། ཤེས་རབ་གླིང་ལས་དྭགས་རང་རེད། ཨ་ག་ཡིན་ཟེར་ན། ད་ཕྱི་ནས་སླེབས་ཏེ་ད་གྲྭ་བཙུན་འདི་ག་དེ་ལ་ཡང་ང་ཚོ་དང་པོ་དགོངས་པ་བཞེས་དགོས་དགོས་རེད། ཁོང་ཚོས་ཡོང་ཁུངས་དང་གང་ཡང་ཡོད་མ་རེད་དེ་འདི་ང་ཚོའི་སྨན་ཡིན་ནི་གྲྭ་བཙུན་དེ་ཚོ་ལ་དགོངས་ཆེ་ཆ་དང་ཡས་ཨ་ནི་དག་ནང་བཞིན་གི་ད་དེ་སྔ་ང་ཚོའི་ཚད་གཞི་ཅིག་ཡོད་ར་དེ་ནས་མ་བཅག་ཐུ་ཡས་ནང་བཞིན་གི་སྤྱད་ཡོན་དེ་ལས་ང་ཚོ་བརྒྱ་ཆ་ཉི་བརྒྱ་ཆ་བཅོ་ལྔ་ང་ཚོའི་ཆ་ཡང་འདུག་ཅེས་ལྟ་ཐུག་མི་ནོར་ནང་གཟིགས་ན་ང་ཚོའི་བཏང་བཞག་ཡོད་རེད་ཁ་ཤས་ཉི་ཤུ་དེ་འདྲས་ཡོད་རེད་རེད་བ་འོ་དེ་འདྲས་བྱས་ཨ་ནི་དེ་ནས་མི་སྐྱ་ཡོད་རེད་བ་ང་རང་ཚོས་ཅིག་མི་སྐྱ་རིགས་དེ་ཚོ་ལ

སྐྱེས་བུ་དང་ཡང་སོ་རུ་འཆར་བ་མིའི་ཕྱུག་པོའི་གིས་དེའི་རབ་ཆགས་དེ་དུ་བ་སྐྱེས་བུ་དང་སོ་རབ་ཅིག། དེའི་ཕྱི་དོན་ཆུ་ལོག་སྤྲོ་ན་སྟབས་བེད་དུ་གླ་ཁྱེད་རྩལ་ཡོད་རེད་དགོངས། ང་ཚོ་དེ་འདྲ་མ་རེད་ང་ཚོ་མ་ས་ཏེ་ག་རེ་ཆེད་དུ་རེད་ནད་པ་གཅིག་གི་ཆེད་དུ་བྱེད་ཀྱིན་ཡིན་ལ་བོར་བ། ཨ་དེ་ལ་དཔའ་བོའི་གིས་ཨ་ནི་རིན་པ་གླེང་དགོས་ཀྱི་ཡོད་རེད། ཁོ་དཔེ་ཞིབ་ཚགས་པོ་བྱེད་དགོས་ཀྱི་ཡོད་རེད་ག་རེ་ནས་ཅིག་བྱེད་དགོས་ཀྱི་ཁོ་དེ་ཕ་གའི་དུས་ཚོད་དུ་བྱས་པ་ཆ་ཚང་བྲིས་ཡོད་རེད། ད་ཨ་ལས་སྨན་ལ་ཕ་སངས་མ་ནས་དུས་ཚོད་བཅུ་དགུ་ལྷག་ཙམ་ད་ནས་དགོངས་མཛད་ཅིག་ཡོད་རེད་བ། དཔེ་འཚམ་པོ་རབ་ཅིག་ད་དེ་འདྲའི་རབ་ཅིག་ང་རང་གིས་ད་ཆ་ཚོས་ད་ང་ཚོས་ལས་སྣེ་ཚང་མ་ལ་གོ་སྒྲིག་ཞུས་ནས་ད་ང་ཚོས་གཏན་འབེབས་རོགས་དེ་འདྲས་བྱུང་བ་རེད་ཞུས་ཨེ། ཨ་ནི་དམིགས་བསལ་རུ་བ་ལ་ང་ཚོ་པད་ང་ཚོ་སྨན་གྱི་རིན་ཕུད་མ་ཐུག་ཉེ། ད་པད་ཉམས་ཐག་ཡོད་ན་ནི་ང་ཚོ་ཚོགས་པ་ཁག་གི་རྒྱབ་གཉེར་ཡོད་ན། ང་ཚོས་སྨན་གྱི་ཐོག་ནས་ཆག་ཡང་གར་དུ་རིན་མེད་བཏང་དགོས་ནས་བཏང་ནས་ང་ཚོ་དེ་བྱེད་ཀྱི་ཡིན་ཟེར་ཏེ་དེ་གསལ་བསྒྲགས་ཕུལ་ཡོད་རེད་རྣམ་པ་ཚོ་རུ་བ། ཨ་དེ་ཡིན་དུས་དེ་འདྲས་ང་ཚོ་གིས་ད་གར་བྱེད་དགོས་མ་ནས་བྱེད་ཀྱི་ཡོད་རེད་ང་ཚོ་གོམ་པ་ལ་ད་ག་རང་རེད་ད། དགེ་འདུན་པ་རྣམ་པ་ཚོ་ལ་སྨན་ཡོན་ཆེ་ཆག་ཡོད་རེད་དེ་ཡང་གལ་སྲིད་དེ་ཡས་སྤྲད་མ་ཐུབ་ན་སྡེ་ཚན་ཁག་ནས་ཡི་གེ་སྤྲད་ཡོང་དུས་ང་ཚོས་རིན་མེད་ཐོག་ནས་ཕུལ་གི་ཡོད་རེད་ད་དུས་ཚོད་ཁྱད་མགོ་ཡ་རབས་ཚོར་བ་འོ་གཏུགས་སུ་ཡིན་ཞུ་ཡ་ཡིན་ད་ད་ལྟ་དཔྱད་བརྗོད་སྐོར་དེ་གི་དེ་དེ་དཔྱད་བརྗོད་རྣམ་གྲངས་དེ་གི་དེ་འདྲའི་དེ་འདྲའི་ཡོད་རེད་ཨང་དེ་སྔ་དཔྱད་བརྗོད་དེ་དཔྱད་བརྗོད་དེ་གི་དེ་དཔྱད་ཀྱི་རིགས་དུས་ཚོད་སྤྱིར་བཏང་སྨན་ཟ་མ་བའི་ཐོག་ནས་བྱས་བཏང་ཡོད་རེད་དེ་ཕན་ཐོགས་ཆེན་པོ་ཡོད་རེད་དེ་ད་ག་ནང་བཞིན་གི་ད་རིམ་པས་ང་ཚོས་དེ་ལ་གོམས་འདྲིས་ཡོང་གི་རེད་སྤྱི་དོན་ད་མི་མང་ལས་ང་ཚོ་གི་སྨན་བཅོས་བཅུ་དགུ་མེན་པོ་བཅས་ཨ་ནི་མ་བཤད་ཐུ་ཡ། འབྲེལ་བཤད་རྒྱབ་ཐུ་ཡ་དེ་འབད་བརྩོན་བྱུག་རོ། ང་ཚོའི་རིག་གཞུང་སྤྱི་ཡི་རེད་ང་ཚོ་ཧ་གོ་རོ། འོ་དེ་འདྲའི་རབ་ཅིག་རེད་ཨ་ནི། དེ་ཕུད་བས་ཀྱི་ང་ཚོ་གི་དེ་ནང་ལ་ལུས་སྦྱོང་གི་སྐོར་གྲབ་ཅིག་ད་བྲིས་ཡོད། ལུས་སྦྱོང་དེ་དེང་སང་ལུས་སྦྱོང་དར་སོ་ཆེན་པོ་འདུག་བ། ང་ཡ་དོ་བསམ་སྟངས་ད་བིར་ལ་དེད་ནས་ད་ད་བ་གཉིས་གསུམ་འགྲོ་སོ། ད། དེ་འདི་ལྟ་མི་འདི་ཟེར་གི་ག་འདྲས་བྱེད་ཀྱི་འདུག་ལྟ་དུས། དངོས་གནས་དོ་སྣང་ཡོད་མྱོང་མང་པོ་འདུག་ཞོགས་པ་ཕ་ག་དེ་གོམ་པ་བརྒྱབ་ནས་འགྲོ་དེ་ཉིད་དང་ཞོགས་པ་སྔ་པོ་འདིར་འགྲོ་དེ་ཉིད་ལུས་སྦྱོང། ཡིན་ནའི་བསམ་བློ་གཅིག་བཏང་ནས་ཁ་ཤས་ཀྱིས་ལུས་སྦྱོང་འདི་ཚད་ལས་ཐལ་བ་བྱེད་ཀྱི་མེད་འགྲོ་བསམ་བསམ་རག་ཅིག་རོ། སོ་སོའི་གི་ལུས་ཀྱི་སྟོབས་ཉམས་ཚགས་ཏེ། ང་ཚོའི་བོད་སྨན་ཐོག་ནས་བཤད་ནས་ལུས་སྦྱོང་འདི་སོ་སོའི་རང་བཞིན་དང་བསྟུན་ནས་བྱེད་དགོས་སྐོར་བ། ངས་དེ་ང་ཚོ་ངོ་བཞིན་པ། བླ་མ་བཅས་ཐུགས་བརྟེན་ནས། ད་ལྟ་ང་ཚོ་གི་འདི་རེད། ཨ་ནི། སྐད་ཆ་དྲིས་སོ། ལུས་སྦྱོང་དེ་བྱིའུ་བྱས་ནས་དེང་སང་གི་སྔོན་ན་འཁོར་སྐྱེལ་བྱས་ནས་བྱིའུ་འཕེན་གྱི་ཡོད་རེད་ལབ་གི་འདུག་ཨ་གསུང་གི་འདུག་དེ་ནས་ད་ཁོ་རང་ལ་ཡང་ལྟས་ཚེ་རིན་པོ་ཆེ་དེ་དེ་བྱས་མཚན་སྙན་ཡོད་ཉེས་བྱས་ཀྱི་དེ་འདྲས་གསུང་འདུག་ཨ་ནི་དེ་འདྲས་དེ་འདྲས་བྱེད་རྒྱུ་ཡོད་མ་རེད་ད་ལན་དངོས་གནས་ད་གང་ཡིན་ཟེར་ལུས་སྦྱོང་ཟེར་ནས་སོ་སོའི་གཟུགས་པོ་ལས་ད་ཁྱེད་རང་ར་བྱས་ནས་རྔུལ་ནག་བརྒྱབ་སྐད་ཅིག་བརྒྱབ་ནས་འགྲིག་ས་རེད། མ་འདུག་དངོས་གནས་མི་གཅིག་ཡོད་ཉེས་དོན་ཚོད་དངུལ་ནང་མ་བརྒྱབ་ཙམ་བྱས་ཏེ་ལུས་སྦྱོང་གི་ཚད་གཞི་དེ་བཞག་ཡོད་རེད། རེད་བ། ང་ཚོས་དངུལ་མ་ཐོན་པ་ཙམ་བཅག་པ་ལགས་རེད་བ། ད་དངུལ་ནང་ཞིབ་བཏོན་ནས་བྱས་ཡ་བྱས་ཡོད་རེད་བ། མི་རྒྱག་པོ་དེ་ཚོས་ནི་དངུལ་ནང་ལྟས་ཐོན་པ་ཅིག་བྱེད་དགོས་རེད་བ། ད་དེ་མ་ཡིན་པའི་མི་སྐམ་པོ་སྟོབས་ཞན་པོ་ཡོད་ན་དངུལ་ནང་མ་ཐོན་ཚོད་ལ་མཚམས་བཞག་དགོས་རེད་བ། རེད། རེད་བ། དེ་འདྲའི་གི་ལྟ་གཅིག་ཨ་ལི་བརྒྱུད་རིམ་གསུམ་འདིའང་མ་ཤེས་ན། ལུས་སྦྱོང་གཞན་དག་བྱས་མ་བྱས་མི་སྐྱོ་རབས་ཅིག་རེད། བྱས་ཙང་དེ་ཡིན་དུས་ང་ཚོས་ལུས་སྦྱོང་ཅིག་འདུག་བྱས། དེ་སྔ་དཔལ་སྤུངས་ཤེས་རབ་གླིང་ལས་ལུས་སྦྱོང་ཚན་པ་ཡོད་རེད། ཚན་པ་ཡོད་ད། ལུས་སྦྱོང་སློབ་སྦྱོང་བྱས་ཡོད་རེད་ད། རྒྱ་གར་གི་ཡོ་ག་དེ་ང་ཚོས་དམིགས་བསལ་བྱས་ཡོད་མ་རེད་མོད། དེ་ནི། གཙོ་བོ་དེ་ལུས་སྦྱོང་འདི་ཤུགས་བསྐྱེད་དེ་ད་རྒྱ་ནག་དང་རྒྱ་གར་གཉིས་རབས་ཅིག་རེད་ཤག་ད། ང་ཚོ་ལ་སྲོལ་རྒྱུན་ནང་ལུས་སྦྱོང་འདི་ད་རྩ་རླུང་འཕྲུལ་འཁོར་དུ། ང་ཚོའི་གཉའ་བསྒྱུར་མ་རེད་བ། སྤྱི་ཚོགས་ནང་ཐག་རིང་པོ་དེད་དེ་རེད་བ། འོ་དེ་འདྲ་རེད་དེ་ང་ཚོ་ལུས་སྦྱོང་སྐོར་ལ་ང་ཚོས་ལམ་སྟོན་བྱེད་ཡ་རེད། ན་ཚ་བྱེ་བྲག་ཅིག་ལ་ལུས་སྦྱོང་བྱེ་བྲག་ཅིག་རྩེས་ཤོག་ཨ་ཟེར་ལབ་བཞག་དུས། ཨ་ཁོ་དེ་འདྲ་ཅིག་ཁྱེད་རང་དེ་རྩེས་ཤོག་ཨ་ལབ་དུས། ཁོ། དེ་རྩེས་རྩེས་རྩེས་ཡོང་དུས་ཀ་ལ་བེད་ཁྱད་པར་དུ་བ། རེད་བ། སྨན་ཟ་དེད་པ་ལས་ཡང། དེ་འདྲའི་ཐོག་ལས་ང་ཚོས་ལམ་སྟོན་བྱེད་ཨ། ང་ཡང་ཁ་ཤས་ལུས་སྦྱོང་དེ་ང་སྦྱང་གི་ཡིན་ལབ་ན། ད་ང་ཚོ་གི་མིའི་སྦྱང་ཉེན་ག་ཚད་ཡོད་རུག་རུག་བཟོས་ནས་དུས་ཚོད་ཅིག་བཏོན་ནས་ཡང་ལུས་སྦྱོང་བསླབ་ཡ། དེ་འདྲའི་ཡང་ང་ཚོ་ད་རིམ་པས་ཅག་ལས་གཞི་ནང་ལ་ཡོད་རེད། ཨ་དེ་དེ་ནང་ལ་ངས་ལུས་སྦྱོང་ངས་ད་ལྟ་མི་ནོར་འདི་ནང་ལ་ཡོད། ལུས་སྦྱོང་གི་མིང་མིང་ཕན་ཐོགས་ག་རེ་ཡོད་པ་རྩལ་དེ་འབྲི་བཞག་ཡོད་ད་དེ་དམ་ག་ར་བྱེད་རོགས་ཨ། འོ་དེ་འདྲའི་བྱེད། གཅིག་དེ་དང་བྱིས་པ་ཉེར་སྤྱོད་ཀྱི། རྟེན་འབྲེལ་གྱི་ཆོ་ག་འདྲི་ཞེས་ཡོད། བྱིས་པ་ཉེར་སྤྱོད་དེ། ད། དཔེ་གལ་ཆེན་པོ་རེ་བཞག། ད་སྲོལ་རྒྱུན་གྱི་སྟེང་ནས་བཤད་ན། གང་ཡིན་ཟེར་ན་ད་ང་ཚོས་སྔ་མ། ཟམ་གདོང་རིན་པོ་ཆེས་བཀའ་བློན་གནང་དུས་སྐབས་ལ། ལུས། བྱིས་པ་ཉེར་སྤྱོད་སྐོར་དེ་ལ་ཐུགས་སྣང་ཆེན་པོ་གནང་སོང། ད་ང་དེ་དུས་སྨན་རྩིས་ཁང་ལ་ཡོད། ཨ་ནི། ང་ཚོ། བོད་མི་ཤེས་རབ་དང་སློབ་སྦྱོང་དང་ག་རེ་ཡིན་ནའི་སྐྱོ་བོ། མཁས་པ་མ་ཐོན་ཡོད་རྒྱུ་མཚན་ག་རེད་ཟེར་ན་ཁོང་གིས་དྲི་བ་འདི་བཏང། ཨན་ད་ག་བ་ནས་འགྲིག་གི་མི་འདུག་ང་ཚོའི་སློབ་སྦྱོང་སྤྲད་སྟངས་དང་ཅིག་ཅིག་ཡོད་རེད་བ། ཨན་དེ་ལ་ཐུགས་སེ་གཅིག་དེ་གཞི་རྩའི་སྤུ་གུ་སྐྱེས་མ་ཐག་ཏུ་ནས། ཨན་སྤུ་གུ་གི་ནང་ལ་སྤུ་གུ་གི་ལ་ཡང་རྟེན་འབྲེལ་འགྲིག་ཡོད་ཀྱི་ཆོ་ག་མང་པོ་འདུག་བ། ཨན་དེ་ག་དེ་ང་ཚོས་ཇི་ཐུབ་པོ་དུ་ཐུབ་ཀྱི་མི་འདུག་རེད་བ། ཨན་དེ་ད་འདས་པའི་ནང་ལ་བདག་ཅག་གི་སྟོན་པ་རེད། རྗེ་ཙོང་ཁ་པ་རེད་ད་དེ་འདྲས་ཀྱི་དཔེར་ན་གླིང་རྗེ་གེ་སར་རྒྱལ་པོ་དབུས་བོད་ཀྱི་ཚང་མ་ལ་བྱིས་པ་ཉེར་སྤྱོད་ཀྱི་ཆོ་ག་དེ་འདྲས་དེ་འདྲའི་སྣང་ནས་དེ་འདྲའི་གི་ད་མཁན་པོ་ཆགས་དུས་སྐབས་ལ། རིག་པའི་རྩལ་ཡིན་ནི་རེད་ག་རེ་ཡིན་ནི་བློ་སྟོབས་ཡིན་ནི་རེད་རྒྱས་ཐུ་ཡ་ཅིག་ཡོང་བསྡད་ཀྱི་ཡོད་ས་རེད། ད་དུས་ཚོད་ང་ཚོས་ལག་ལེན་ཉམས་ཡོད་དུས། ན་དེའི་སྐོར་ལ་བལྟས་ཅིག་དང་ང་ཚོ་གི་ཡང། གལ་སྲིད་འདོད་པ་ཡོད་ན། རེད་བ། ང་ཚོས་འབད་བརྩོན་ཞུ་གིན་དེ་སྔ་ངས་ད་བལྟས་བལྟས་སུ་སླེབས་ཀྱི་འདུག། དེ་འདྲའི་ཐོག་ལ་ད། ད་ང་ཚོ་ཆོས་དང་མཉམ་དུ་ཟུང་འབྲེལ་བྱེད་དགོས་ཀྱི་ཡོད་རེད་བ།

ཨ་ནི་མི་མང་རྣམ་པ་ཚོ་ལས་འདི་འདྲའི་ཐོག་ལ་སློབ་སྟོན་བྱེད་ཡས་དང་དེ་འདྲའི་གི་བསམ་ཚུལ་རབ་ཅིག་ཡོད། ད་ཅིག་ཕན་ཐོག་རབ་ཅིག་ག་རེ་ཐུབ་ཐུབ་རབ་ཅིག་བསམ་ཚུལ་ཡོད་རེད་བ། ཨ་དེ་ཡིན་དུས་དེ་ནི་ཡང་དེ་དེ་ཚེ་ང་ཚོའི་གཞིས་འགོ་རྣམ་པ་རེད་ང་ཚོའི་གི་ཚོགས་པ་རྣམ་པ་ཚང་མས་གི་ཡང་ཅིག་གི་ང་ཚོ་ལ་དུས་ནས་དུས་སུ་ད་གཞན་དག་གི་རྒྱབ་སྐྱོར་ཞུ་གི་མེད་དེ་འདྲའི་ཐོག་ལ་རེད་བ། ཅིག་ཅིག་རྒྱབ་སྐྱོར་གནང་ཐུབ་ན་ཡང་ང་ཚོ་ཕྱར་གྲུ་མཉམ་སྡེབ་རུ་ཆགས་ཡོང་གི་རེད་ཞུ་ཡས། ང་ཚོ་དེ་ལ་རྟགས་ཅན་སྨན་གང་ཡོད། ནད་པ་ལྟ་ཡས། སྨན་འབྲས་ཆ་ཚང་ཡོད། ད་ནི་ང་ཚོས་སྨན་པ་དང་འབྲས་ཆ་ལ་སྨན་པ་རྒན་པ་གཉིས་རེ་བ་ད་ལྟ་རྒན་སྐྱིད་ལུས་ལགས། སྨན་པ་ད་ལྟ་ང་ཚོ་དཔལ་སྤུངས་རིག་གནས་མཐོ་སློབ་ཀྱི་སློབ་སྤྱི་གཞོན་པ་རེད། ཨ་ནི་ཁོར་ནི་སྨན་བཅོས་ཀྱི་ཉམས་མྱོང་དང་ག་རེ་ཐོག་ནས་ཡང་མཁྱེན་རྒྱ་ཡག་པོ་ཡོད་རེད། རྒན་ལགས་དང་ང་གཉིས་རེས་མོས་རབས་ཆད་དུས་འདྲ་གཅིག་ན་ལ། ཡང་ང་གཉིས་ཕ་གའི་དཔེ་ཆ་ཁྲི་ཁ་གྲོ་གོ་རེའི་ཕ་གའི་ཚང་མ་བལྟ་དགོས་པོ་རེད་བ། ཡང་དུས་འདྲ་གཅིག་ན་ལ་དེ་རེས་མོས་ཀྱང་ཕ་གའི་སྨན་ཁང་ལ་ཡོད་རེད། དེ་འདྲའི་ཆེད་ཨན་དཔྱད་བརྗོད་ཁང་ལ་ད་ལྟ་ཆོས་སྒྲོན་ལགས་གཙོ་བོ་འགན་འཁྱེར། ཨན་ད་ལྟ་ཁོ་ཚོ། ད་ལྟ་སློབ་གྲྭ་ཐོན་པ་དུ་ཚོད་བཅས་ཀྱི་མ་ཉམས་མྱོང་ཡག་པོ་ཡོད་རེད་ག་རེ་བྱེད་བཅུག་ནས་ཨ་ཁོ་ཚོ་རེས་མོས་བྱས་ནས་ད་བ་ད་བ་ལ་ཚུད་ཡོང་གི་རེད། དེང་ནས་ཁོ་ཚོ་ལས་སློབ་སྦྱོང་བྱས་ཨ་འདྲེས་རབས་རེད་དེ་ང་ཚོ་གཞི་རྒྱ་ཆེན་པོ་བཅུག་ན་ཡང་གར་གཅིག་ཏུ་བརླག་གོ་འདུག་གར་དུ་ལྟ་ཡ་རེད་དེ་ཡང་ལོ་འབྲས་བུ་ལོ་ཡང་མགོ་ནས་མ་འཆི། འོ་དེ་འདྲའི་རང་གནས་ཚུལ་རབ་དེ་འདྲའི་རེ་ཞུ་ཨེ། འོ་ལགས་སོ་ད་ངས་དོ། རིང་པོ་རོ་ཆགས་ཟེར་བ་དོར་དུས་ལ་ཁ་བྱས་མོ་འདུག་རེད་བ་ད་གཙོ་བོ་ང་ཚོ་ཚང་མ་ནང་རྩ་རང་གཅེས་རེད་བ་མཁས་མདོག་གི་སླད་དུ་ཡིན། ཨ་རྣམ་པ་ཚོ་དེ་རིང་དུག་འཕེལ་ཏེ་དམིགས་བསལ་ཐུགས་ཆེ་གནང་ཞིག་གྲུབ་བོན་རིན་པོ་ཆེ་དབུས་པའི་གི་ད་ལྟ་བཤད་གྲྭ་རེད་སློབ་གྲྭ་སློབ་སྤྱི་རེད་བཤད་གྲྭའི་མཁན་པོ་རེད་ཨ་ད་ག་ནང་བཞིན་གི་ང་ཚོ་གདན་ས་གི་རྒྱུད་གྲལ་གི་རེད་ཨ་ནི་དཔལ་སྤུངས་མི་ཏྲི་ཡར་ང་ཚོ་གི་རེད། ད་ནས་བཞིན་བླ་བྲང་དུ་ཆེས་ཆ་ཚང་དུ་སྟེགས་འཕེལ་ཏེ་ཡོད་རེད་ནི་དེ་ཡིན་དུས་ཚང་མ་ལ་ཐུགས་ཆེ་ན་ཨ་ནི་དམིགས་བསལ་ང་ཚོའི་ང་ཚོའི་ནད་པ་རྙིང་པ་ཁ་ཤས་ཅིག་དུ་འཕེལ་ཤར་བ་ཨ་ནི་དཔེ་གལ་ཆེན་པོ་རེད་ད་ང་ཚོ་ང་ཚོས་སོ་སོ་སོ་སོའི་ནད་པ་བཅས་སོ་སོས་སོ་སོའི་སྨན་པ་བཟོ་དགོས་རེད་དངོས་གནས་བྱས་ན་ད་རེད་བ། དེ་དེ་ད་ང་ཚོ་བེད་སྤྱོད་བྱེད་ཀྱི་མི་འདུག་ཨ་རེད་བ་ང་ཚོ་ཚང་མ་མི་སོ་སོའི་ན་ཚ་ཅིག་ཡིན་ན་ཡིན་གཅིག་མིན་གཅིག་ཨམ་ཆིག་ཅིག་ལ་བསྟེན་དགོས་ཡ་ད་ཅིག་རེད་ད་དེ་ང་ཚོ་ལ་རྦད་དེ་སློབ་སྦྱོང་དངོས་གནས་ཆེད་དུ་ཡོད་རེད་བ་མང་པོ་ཅིག་དེང་དུས་ཀྱི་སློབ་སྦྱོང་མང་པོ་ཅིག་ང་ཚོས་ཀླན་ཀ་བྱེད་དགོས་རེད་དེ་ང་ཚོའི་སྲོལ་རྒྱུན་སློབ་སྦྱོང་འདི་ཛིརོ་རེད་བ། རེད་བ། ངས་ལབ་ཀི་ཡོད་ཁོང་ཚོས་དྲ་རྒྱའི་ནང་ལ་མ་འགྲོ་ཨ། དྲ་རྒྱའི་ནང་སྲོལ་རྒྱུན་ཡོད་མ་རེད་ཨ། ཡོད་ནས། བདག་པོ་དེ་འདྲའི་མཐོང་ཡ་ཡོད་མ་རེད་ཨ་ནོར་སྐྱོར་ར་རྒྱུ་དུ་མ་འདུག་རེད་གི་མ་རེད། ད་ལྟའི་དུས་ཚོད་ལ་དགེ་རྒན་ཚད་ལྡན་བསྟེན། དེ་ནས་སློབ་གྲྭ་ཚད་ལྡན་ད་ད་ལྟ་དུས་ཚོད་བསྒྲིམས་ནས་སློབ་སྦྱོང་ག་རེ་ལབ་ཀི་འདུག་དེ་སྐད་ཆེན་པོ་བྱས་ནས་ཇི་ཞུ་ཟེར་ལབ་བསྡད་ཀི་ཡོད་རེད་བ། དངོས་ཡོད་གནས་ཚུལ་དེ་འདྲའི་རབ་བྱུས་ཆགས་བསྡད་ཡོད་རེད། འོ་དེ་འདྲའི་རབ་བྱུས་ཞུ་ཡ་ཡིན་ཨ་ཚང་མ་ལ། ཐུགས་ཆེ་གནང། ཨ་ནི་གསོལ་ཇ་དེ་འདྲ་འདྲི་ཡོང་གི་རེད་བ། ཅིག་གཟིགས་ཙི་གནང་དང་ར་ད་དེ་དེ་རེད་བ། ང་ཚོ་བྱེས་མ་དེ་འདྲའི་བསམ་བློ་གཅིག་ཏུ་ཡོད། བྱེས་མ་ཧལ་པོ་ཅི་ཡིས་དང་ད་དངོས་གནས་འཕྲོད་བསྟེན་རང་གི་ཆེད་དུ་གསོལ་ཇ་འདྲ་པོ་ཅིག་གཏོང་ས་ཅི་ཡ་དེ་གང་ལ་ཅིག་མཐུན་རྐྱེན་འཛོམས་པའི་མཚམས་ལ་རེད་ད་དེ་ད་ལྟ་བསམ་བློ་བཏང་གི་ཡོད་མ་རེད། དེ་འདྲའི་ཅིག་བསམ་བློའི་ནང་ལ་ཁྱད་དུ་ཡོད་རེད་བ།